ལས་ངན་སྣ་མོ་ཚོ་གྲ་སྒྲིག་ཞོད་དང་དེ་ནས། དེ་རིང་ངས་འདི་ལ་ང་རང་ཚོ་སྒོམ་བརྒྱབ་པའི་སྐབས་སུ་ལ་དེ་ནས། ལུས་ནད་དང་སེམས་ནད་ཞེས་ནས་བཤད་ཡོད་རེད། དེ་ནས། སེམས་ནད་གལ་ཆེན་པོ་ཡིན་པ་ནང་བཞིན། ཨ་ནི་ལུས་ནད་དེ་ཡང་དཔེའི་མི་ཚེ་གལ་ཆེན་པོ་རེད། ད་དེ་ཡིན་པའི་སྐབས་སུ་ལ་ངས་དེ་རིང་འདི་ལ་ལུས་ནད་ཞེས་པའི་ག་འདྲི་ཅི་ལ་ངོས་འཛིན་ཡོད་མེད་སྐོར་ལ་མདོར་བསྡུས་ཞོད་ཡང་ད་དེ་ལ་ལུས་ནད་ཟེར་ནས་ང་རང་ཚོ་ལུས་ཀྱི་གནད་ཀ་གམ་ལུས་ཀྱི་བཞུགས་སྟངས་འདྲ་བོ་དེ་རུ་ཨ་སྒོམ་བརྒྱབ་པའི་སྐབས་སུ་ལ་ལུས་དེ་ག་ནས་བཞག་དགོས་པ་ཡོད་ན། ལུས་དེ་རྣམ་སྣང་ཆོས་བདུན་སྒོ་ནས་བདེ་བགུག་ཡོད་ཟེར། ད་འདི་ལ་རྣམ་སྣང་ཆོས་བདུན་ཟེར་དེ་རྣམ་སྣང་ཆོས་བདུན་དེ་ག་རེ་རེད་ར་བ། འདི་ལ་རྣམ་སྣང་གི་ཆོས་བདུན་ལག་དགོས་པའི་རྒྱུ་མཚན། དེ་ནས་རྣམ་སྣང་ཆོས་བདུན་དེ་སྒོ་ནས་བདེ་ན། འདི་ལ་དགོས་པའམ་ཕན་ཐོགས་ག་རེ་ཡོད་མེད་གང་ལེགས་འདི་རུ་མདོར་བསྡུས་ཞུས་ཡོད་ར་བ། ད་འདི་ལ་དང་པོ་རྣམ་སྣང་ཆོས་བདུན་དེ་ག་རེ་རེད་ཟེར་ན། སྣང་མ་ཆོས་དང་པོ་དེ་རྐང་པ་གཉིས་རྡོ་རྗེ་ཀི་རླུང་ཞུགས་རྐང་པ་གཉིས་རྡོ་རྗེ་ཀི་རླུང་ཞུགས་ར་བ། གཉིས་པ་དེ་ལག་པ་གཉིས་འདུག་ཅེ་ན། ལྟེ་འོག་སོར་བཞིའི་ཐད་དུ་བཞག་ར་བ་ལག་པ་གཉིས་མཉམ་བཞག་ཅེས། ལག་གཉིས་མཉམ་གཞག་བྱས། དེ་ནས་གསུམ་པ་དེ་དེ་ང་ཚོ་དེ་དཔུང་པ་དེ་ཨ་ནི་དཔུང་པ་དེ་གོས་གཤོག་ལྟར་འདུག་ཅེས་དཔུང་པ་གོས་གཤོག་ལྟར་བརྒྱངས་དགོས་ཡོད། བརྒྱངས་ཟེར་ན་དཔེ་སྦྲང་པོ་ཆེ་བསྲང་དགོས་ཡོད་ཟེར་དཔུང་པ་གོས་གཤོག་ལྟར་བསྲང། དཔུང་པ་གོས་གཤོག་ལྟར་བརྒྱངས་ཟེར། བཞི་པ་དེ་མགྲིན་པ་དེ་ལྕགས་ཀྱུ་ལྟར་གུག་ཟེར་མགྲིན་པ་དེ་དག་ང་ཚོ་ཡ་དེ་ནས་ཅེས་ཨེ་ལ་དེ་ནས་ཅེས་མེ་བ་ཅེས་ཏེས་མ་ཁུག་ཚུལ་བྱས་འདི་ནས་གུག་ཚུལ་བྱས་འདི་ནས་མགྲིན་པ་ལྕགས་ཀྱུ་ལྟར་གུག་ནས་ཉམས་ལེན་བྱེད་དགོས་ཡོད། དེ་བཞི་པ་བྱས།

མིག་སྣ་རྩེ་ཕབ་ཟེར། ཨ་ནི་ལྕེ་རྩེ་ཡ་རྒན་ལ་སྦྱར་ང་ཚོ་གི་ལྕེ་གི་ལྕེ་དེ་ལྕེ་རྩེ་དེ་ཨ་ནི་ཡ་རྒན་ལ་སྦྱར་དགོས་ཀྱི་ཡོད་གསུངས་ནོར་བ། ཡང་ལྕེ་དེ་ཡ་ལྟབ་བཏང་ནས་སྦྱར་དགོས་པའི་ཁ་བརྡུང་ཁོ་རང་ལྕེ་རྩེ་དེ་ཡ་རྒན་ལ་སྦྱར་བ་ཡིན་ན་རིག་པ་དྭངས་བ་དང་ཨ་ནི་ས་ལོ་གི་དེ་ནོས་ཀྱི་ཕན་ཡོད་ཟེར་ནས་ཨ་ནི་གཞུང་ནང་དུ་གསུངས་ཡོད་རེད་དེ་ལ་རྣམ་སྣང་ཆོས་བདུན་ཟེར་ལགས་ཡོད་རེད། ད་ཁོ་ལ་རྣམ་སྣང་རྣམ་སྣང་གི་ཆོས་བདུན་ཟེར་ནས་མིང་བཏགས་དགོས་པའི་རྒྱུ་མཚན་ནི་ག་རེ་རེད་ཟེར་ལགས་ཡོང་དུས་ང་རང་ཚོ་གི་སངས་རྒྱས་རྣམ་སངས་རྒྱས་རྣམ་པར་སྣང་ཚེ་ཡོད་པ་སངས་རྒྱས་རྣམ་པར་སྣང་ཚེ་གི་བཞུགས་སྟངས་ནི་ག་རེ་རེད། ཨ་ནི་ཆོས་བདུན་སྒོ་ནས་ཞུགས་ཏེ་ཡོད་པའོ། ང་རང་ཚོ་སྒོམ་བརྒྱབ་པའི་སྐབས་སུ་ལ་སངས་རྒྱས་རྣམ་པར་སྣང་མཛད་ཀྱིས་ད་བཞུགས་དང་ནང་བཞིན་རྗེས་ནས་ཨ་ནི་རྣམ་པ་བདུན་དུ་བཞུགས་དགོས་བཞུགས་དགོས་པའི་རྒྱུ་མཚན་ལ་བརྟེན་ནས་ཁོ་ལ་རྣམ་སྣང་ཆོས་བདུན་ཟེར་ནས་མིང་བཏགས། རེད་བ་འདུག་ཅེས་བཤད་སོང། ད་རྣམ་སྣང་ཆོས་བདུན་སྒོ་ནས་བསྡད་ན་ཨ་ནི་ཁོ་ལ་དགོས་པ་ཕན་ཐོགས་རྒྱུ་མཚན་འགའ་རེ་ཡོད་སྲིད་ན་ད་དེ་ལ་མཁས་པ་མང་པོ་གི་ལུང་དང་རིགས་པ་མང་པོ་ཡོད་རེད། ད་དེའི་རིགས་པ་མང་པོ་ཡོད་པའི་ནང་ནས་ད་དེའི་ལུང་དང་རིགས་པ་དེ་ཐམས་ཅད་ངས་དེ་ལ་ད་དྲངས་པ་དེ་དཔེ་ཆ་ག་བ་ནས་བྱུང་རེད་ཟེར་ན་ང་རང་ཚོ་ཀརྨ་པ་དབང་ཕྱུག་རྡོ་རྗེ་ཀྱིས་མཛད་པའི་ཀྱི་ཕྱག་ཆེན་རྒྱས་འབྲིང་བསྡུས་གསུམ་དཔེ་ཆ་ཡོད་རེད་འདི་ནི་མ་འཕྲོད་ཡོང་རྒྱུ་རེད། དེ་ནང་ལ་ཀརྨ་པ་ཨོང་ཆུང་རྡོ་རྗེ་ཁོ་རང་གིས་འགའ་རེ་བཞེས་ཀྱི་ཡོད་པ་དང་དེའི་ནང་དུ་མཁས་པ་འགའ་རེ་གྱིས་ག་ཚོད་ག་རེ་གྱིས་ད་ལུང་དང་རིགས་པ་བགྲང་ཡོད་པ་ཚང་མ་འདིའི་ཁུངས་གཞི་ཕྱག་ཆེན་ནས་ངས་བཞག་ཡོད་རེད་ད་ར་བ། ད་འདི་ནང་ད་ཀརྨ་པ། འདིའི་དཔེ་ཆ་ནང་ནས་ཁུངས་བཅད་ནས་ཀརྨ་པ་བདུད་སྲིན་མཁྱེན་འཕགས་ཀྱིས་ག་རེ་གསུངས་འདུག་ཟེར་ན། སེམས་གནས་པར་འདོད་ན་ཨ་ནི་ལུས་འཁྲུལ་འཁོར་གྱིས་བཅིང་དགོས་གསུངས་རེད། ང་རང་གི་སེམས་འདི་ཨ་ནི། ངོས་འཛིན་གོ་བའམ་སེམས་འདི་ལྷོད་ལྷོད། དལ་པོ་ཞི་བ་ལ་གནས་སྡོད་ཀྱི་ཡོད་ན་དང་པོ་ང་རང་ཚོ་གི་ལུས་འདི་ཡག་པོ་བྱས་ནས་རྣམ་སྣང་ཆོས་འདིའི་སྒོ་ནས་བཅའ་དགོས་ཀྱི་ཡོད་རྣམ་སྣང་ཆོས་འདིའི་སྒོ་ནས་བསྡད་དགོས་ཀྱི་ཡོད་འདི་བསྡད་པ་ཡིན་ན་ནི་སེམས་འདི་གི་ངོ་འཕྲོད་ཡོང་གི་རེད་སེམས་འདི་ཞི་བ་ལྷོད་ལྷོད་ཆགས་ཀྱི་རེད་ཟེར་ནས་ཀརྨ་པ་དུས་གསུམ་མཁྱེན་པ་འདིས་གསུངས། ཀརྨ་པ་ཨོང་ཆུང་རྡོ་རྗེས་ག་རེ་གསུངས་ངོ་ཟེར་ན་རྟེན་ལུས་འཁྲུལ་འཁོར་གྱི་བཅིངས་བཙལ་ན་བརྟན་པ་སེམས་ལ་རྣམ་རྟོག་མི་རྒྱུ་དགུ་རྒྱུ་རང་འགགས་སུ་འགྲོ་དེ་དཔེར་ན་རྟེན་ཁྱིམ་གྱི་སྒོ་ལ་ལྕགས་བཅུག་ན། བསྟན་པ་མི་ལ་འགྲོ་ས་མི་ཡོང་བ་བཞིན་ནོ་འདི་གསུངས་ཡོད་རེད་དེ་གསུངས་པའི་རྒྱུ་མཚན་ག་རེ་ཟེར་ན་ང་རང་ཚོས་བསྟན་དང་བསྟན་པ་བཤད་པའི་སྐབས་སུ་ལ་ལུས་འདི་བསྟན་རེད་ཨ་ནི་སེམས་འདི་བསྟན་པའམ་བསྟན་མཁན་འདི་རེད་རེད་བ། སེམས་འདི་ཡར་མར་མི་འགྱུར་བའམ་བཀག་འགོག་གི་ཡོད་ན་སེམས་ཁོ་རང་ངོས་འཛིན་ཐུབ་ན་འཛིན་ཐུབ་ཀྱི་མ་རེད་བྱས་ཙང་སེམས་འདི་མི་འགྱུར་བ་བཀག་འགོག་གི་ཡོད་ན་ལུས་འདི་རྣམ་སྣང་ཆོས་འདི་ཡག་པོ་ཅིག་ནི་བསྡད་ཐུབ་པ་ཡིན་ན་ཨ་ནི་སེམས་འདི་རྒྱུག་ཐུབ་ཀྱི་མ་རེད་སེམས་འདི་དེ་ནི་རང་ཞིག་ལ་ཡོང་གི་རེད་དཔེ་ག་རེ་བཞག་ཡོད་ཟེར་ན། ཁྱིམ་དང་མི་གཉིས་ལ་བཞག་གི་འདུག་ཁྱིམ་འདི་བརྟན་རེད་ཨ་ནི་མི་འདི་ཁྱིམ་ལ་བརྟེན་མཁན་འམ་འདེད་མཁན་འདི་རེད་ད་མི་འདི་སྒོ་འདི་ཡར་མར་རྒྱུག་མི་ཐུབ་པ་བཀག་འགོག་གི་ཡོད་ན་ཨ་ནི་ཁྱིམ་གྱི་སྒོ་འདི་ལ་སྒོ་ལྕགས་བརྒྱབ་བཞག་བས་ན་མི་འདི་རང་བཞིན་གྱི་འགྲོ་ས་མེད་པ་ཆགས་ཀྱི་རེད་དཔེ་འདི་དང་བཞིན་སེམས་འདི་ཡར་མར་རྒྱུག་ཡས་བཀག་ཡས་ཆེད་དུ་ཨ་ནི་སྒོ་ལྕགས་འདྲ་བོ་འདི་ལུས་འདི་རྣམ་སྣང་ཆོས་འདུས་འདི་འདེད་པ་ཡིན་ན་ཨ་ནི་སེམས་འདི་རང་ཤི་འམ་རང་འགགས་སུ་འགྲོ་གི་རེད་ཟེར་ནས་ད་ཀརྨ་པ་ཨོང་ཆུ་རྡོ་རྗེས་འདུག་ཅེས་གསུངས་བཞག་འགྲོ་བ། ད་འདི་ག་ན་བཞིན་ལུང་གཞན་པ་ག་རུ་ཟེར་ན་དུར་བ་ལུང་ལས་ག་རུ་གསུངས་འདུག་དུལ་བ་ལུང་ལས། ཕྱི་རོལ་པའི་དྲང་སྲོང་ལྔ་བརྒྱ་ལ། རང་སངས་རྒྱས་མཐོང་བའི་སྤྲེའུ་ཞིག་གིས། ལུས་གནད་བརྟན་པས་མངོན་པར་ཤེས་པ་ཐོབ་ཅིང་རང་སྦྱང་ཆོས་ཐོབ་པའི་གཏམ་རྒྱུད་ཡོད་གསུངས་འདུག་ཟེར། རེ་བ། ཕྱི་རོལ་པའི་དྲང་སྲོང་ལྔ་བརྒྱ་ལ། རང་སངས་རྒྱས་གོ་འཕང་ཐོབ་བསྡད་པའི་སྤྲེའུ་ཞིག་གིས། ལུས་ཀྱི་ལུས་རྣམ་སྣང་ཆོས་སྟོན་ཏེ་ལུས་གནད་དེ་བརྟན་ཡོང་དུས་སྐབས་སུ། དྲང་སྲོང་ལྔ་བརྒྱ་འདིས་ནགས་ཞེན་ཉམས་ལེན་བྱེད་པ་ལ་བརྟེན་ནས་ལུས་གནད་གཅིག་པུ་ཉམས་ལེན་བྱས་ནས།

རོ། བ་ད། འདི་རང་རེད་ད་ང་རང་ཚོ་ཅི་ད་དབང་པོ་སྐྱོན་ཤོར་བ་དབང་པོ་དེ་ད། དེ་ནི་ད་སྐྱོན་ཤོར་བ་མ་གཏོགས་གཞན་དབང་པོ་ད་བདེ་པོ་ད་ཡག་པོ་ཡོད་པ་ཡིན་ན་དེ་ནི་སྒོམ་རྒྱབ་པའི་སྐབས་སུ་ཡིན་གཅིག་མི་གཅིག་རྣམ་སྣང་ཆོས་བདུན་ནི་བདེ་དགོས་རེད་ག་སྲིད་རྣམ་སྣང་ཆོས་བདུན་དེ་བདེ་མ་ཐུབ་པ་ཡིན་ན་ཡང་དེ་ནི་དེ། སྐྱོན་གསུམ་དང་འདྲ་བ་ཅིག་ཡིན་གཅིག་མི་གཅིག་གོ་ལ་ད་སྐྱོན་གསུམ་དེ་ག་རེ་ཟེར་ན་འབྱུང་བཞི་ད་དེ་ལ་སྐྱོན་གསུམ་དེ་ག་རེ་ཟེར་ན་འབྱུང་བཞི་ལུས་ཀྱི། འབྱུང་བཞི་ལུས་ཀྱི་འདུག་ཚུལ་ནི་བདེ་དང་ཡང་དང་ལྷོད་དང་གསུམ་ཟེར་འབྱུང་བཞི་ལུས་ཀྱི་འདུག་ཚུལ་དེ་ང་ཚོ་ལ་ད། བྱུང་བ་ཞིག་ལྡན་པའི་ལུས་དེ་ཨ་ནི་སྒོམ་རྒྱབ་པའི་སྐབས་སུ་ལ་དེ་ནི།

ཨ་ནི་སེམས་ངོ་འཕྲོད་དུ་གོ་མ་རབས་རྟོག་པ་མང་པོ་ཤར་གྱི་རེད་གསུང་གི་འདུག་བ། བྱས་ཙང། དེ་སྐྱོན་གསུམ་དང་འདྲ་བའི་སྒོ་ནས་དེ་གོ་ཡོད་ད་དེ་གསུང་དོན་དེ་གཞུང་ནང། དེ་ནས་འདི་ག་ནང་བཞིན་གྱི་ད་དེའི་ལས་གཞན་པའི་གྱི་ད་མཁས་པ་ཀརྨ་པ་ཨོང་ཆོས་རྡོ་རྗེ་ཁོ་རང་ཚོ་གི་འདི་ད་ན་འདི་འདི་ནང་དུ་ག་རེ་གསུང་ཡོད་རེད་ཟེར་ན་སེམས་འདི་ད་ལུས་གནད་བཅིངས་པ་ན་འདི་ལ་ད་མེ་མི་སྲེག་གི་ད། ཕན་འདོགས་ང་རང་ཚོ་གི་འདུག་གསུམ་ད།

ཐུར་སེར་གྱི་རླུང་ཟླ་དེ་ལ་ཐུར་སེར་གྱི་རླུང་གྱེན་རྒྱུའི་རླུང་ཨ་ནི་འབར་རླུང་སྲོག་རླུང་ཟིན་ཟླ་འདི་ཟབ་མོ་ནང་འདོད་དཀར་དམར་བ་རང་བྱུང་རྡོ་རྗེ་མཛེས་པའི་ཟབ་མོ་ནང་འདོད་ནང་དུ་དཔེ་མི་བྱེད་ལུས་གནད་དང་སེམས་གནད་སྐོར་ལ་དཔེ་མི་བྱེད་གྱེས་པར་གསུངས་ཡོད་ཟླ་འདི་ན་གཟིགས་ན་འགྲིག་ཡོད་རེད་ཟླ་འདི་ལ་འདི་རླུང་ག་རེ་ག་རེ་རླུང་ག་གེ་ཡོད་དེ་ཡང་རྐང་པ་སྐྱིལ་ཀྲུང་བཅས་པའི་ཐུར་སེར་གྱི་རླུང་འདི་དབུ་མར་ཚུགས་ཟིན་ན་རྩ་དབུ་མ་ལ་ཚུགས་གི་རེད་ང་ཚོ་རྩ་དབུ་མ་རོ་མ་རྐྱང་མ་ཟེར་ནས་ཡོད་རེད་རོ་ཨ་རྩ་དབུ་མ་རོ་མ་རྐྱང་མ་ད་རླུང་འདི་ཐུར་སེར་གྱི་རླུང་འདི་རྩ་དབུ་མ་ལ་ཚུད་ཡོང་ཅིང་ཨ་ནི་ང་རང་ཚོ་རྒྱུ་ལས་པའི་ཉོན་མོངས་པ་ཕྲག་དོག་དེ་ཨ་ནི་ཞི་ཞི་འགྲོ་གི་རེད་ད་ཞི་ཟེར་ན་ད་ལྷོད་ལྷོད་བྱ་འགྲོ་གི་རེད་མེད་པ་བྱ་འགྲོ་སྤང་འགྲོ་གི་རེད་ཞི་བ་དང། ཨ་ནི་བར་ཆོད་ཀྱི་མི་ཚུགས་པ་ཟེར་ཏེ་དེ་བར་ཆད་ཕྱི་ནང་གསང་གསུམ་གྱི་བར་ཆད་དགྲ་མེད་འགྲོ་འགུ་ལ་དེ་ནི་སྲོག་རླུང་གི་བར་ཆད་ལ་སོགས་པ་མི་ཚུགས་པ་ཆོག་གི་རེད་ཟེར། དེ་ནས་ལག་པ་གཉིས་མཉམ་བཞག་གི་ཕྱག་རྒྱ་ཕྱག་རྒྱ་ལྟེ་འོག་སོར་བཞིར་སོར་བཞི་ལ་སོར་བཞི་བཅས་པའི། ཆུ་ཀླུང་དབུ་མར་ཚུད་དེ་ཉོན་མོངས་པ་ཞེ་སྡང་བ་བཞིན་ཟེར་བ། ང་རང་ཚོའི་ལག་པ་རྙེད་དེ་དང་ལྟེ་བ་སོར་བཞིའི་ཐད་དུ་མཉམ་པར་བཞག་པ་ལ་དེ་ནི་ཉོན་མོངས་པ་ཞེ་སྡང་གི་གཞི་དྲུག་གི་རེད་གསུངས་ཏོ། དེ་ནས། ནས་གལ་ཚིག་མདའ་ལྟར་སངས་ཤིང། ད་གལ་ཚིག་འདི་དང་ང་ཚོ་རྒྱ་བརྒྱུད་རྒྱ་གོང་གི་གལ་ཚིག་འདིར། གལ་ཚིག་འདི་དང་གལ་ཚིག་མདའ་ལྟར་སངས་ཤིང། ང་རང་ཚོའི་དཔུང་པ་རྙེད་དེ་མགོ་ཤོག་ལྟར་གདེངས་པ་ལ་བརྟེན་ནས་གར་བྱ་གར་བྱས་ན་ས་རླུང་དེ་དབུ་མར་ཚུད་རུང་ས་ཡི་རླུང་འབྱོར་བ་ས་རླུང་དེ་རྩ་དབུ་མ་ལ་ཚུད་དེ་ཉོན་མོངས་པ་གཏི་མུག་པ་དེ་གཞི་དྲུག་པོ་རེད།

ཨ་ནི། ལྕེའི་ལྕེ་རྩེ་དེ་ཡ་གན་ལ་སྦྱར་བ་འདི་གཉིས་ལ་བརྟེན་ནས་ག་རེ་འབྱུང་བ་རེད་ཟེར་ན་སྦྱར་བས། རླུང་གིས་རླུང་དབུ་མར་ཚུད་དེ་རླུང་གིས་རླུང་དེ་རྩ་དབུ་མར་ནང་དུ་ཚུད་དེ། ཨ་ནི་ཉོན་མོངས་པ་ང་རྒྱལ་ཞི་བ་དང། ཨ་ནི། རང་རྒྱུད་ཀྱི་ཤེས་པ་དེ་གསར་བར་བྱེད་ཐུབ་ཀྱི་རེད་གསར་བོ་ཆགས་ཀྱི་རེད་ཟེར་བ། ད་འདི་ར། ལྕགས་སྡུག་སྡུག་ལྔ་དེ་བཞིས་འགྲོ་གི་དང། འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་འདི་བཞིས་དེ་རང་བཞིན་ལ་འགྲོ་གི་རེད་ཟེར། དེ་ཡང་སེམས་གནས། སེམས་ནི་རླུང་རླུང་ནི་རྩ་རྩ་ནི་མིག་ལ་ཡོད་པས་ཨ་ནི་མིག་གི་ལྟ་སྟངས་དེ་མ་འཆུགས་པ་མ་ནོར་བ་བྱེད་པ་དེ་གལ་ཆེན་པོ་ཡིན་གསུངས་བཞག་དེ་ལྟར་ལུས་བསམ་གཏན་གྱི་ཆོས་ལྔའམ་བདུན་བསྐྱེད་པས་དུག་ལྔ་དུག་ལྔ་ཟད་དེ་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་འདི་ལྔ་དེ་རང་ཞི་ལ་འགྲོ་བ་འགྲོ་ཞིང་རླུང་སེམས་རང་བཞིན་གྱིས་འདུས་འདོད་ལ་རླུང་དང་སེམས་དེ་རང་བཞིན་གྱིས་རྩ་དབུ་མར་འདུས་འདོད་ལ་ཚུད་ནས་འདུས་འདོད་ཟད་དེ་རྩ་དབུ་མ་ལ་ཡོད་ལྟ་རྩ་དབུ་མ་ལ། བརྒྱུད་ནས་རྟོག་པ་ཐམས་ཅད་རྣམ་རྟོག་དག་མི་འདྲ་ཡུལ་ངོ་ར་དེ་དག་གི་རྟོག་པ་ཐམས་ཅད་ནི་རང་འགགས་ལ་འགྲོ་བའམ་རང་ཞི་ལ་འགྲོ་ནས་ནི་བོལ་ཤི་ཀའི་དྭངས་བསིལ་ངེས་འགྲོ་ཞིང་རྟོག་པ་མྱུར་དུ་འཆར་བས་དག་སེམས་ལ་རྟོག་པ་བདེ་བའི་ཉམས་མི་རྟོག་པའི་ཉམས་སལ་བའི་ཉམས་སེམས་ནི་མང་པོ་ཞིག་རྟོག་པ་དག་ངོ་ཤེས་རྫུ་འཕྲུལ་ལ་སོགས་པ་རྟོག་པ་ཐམས་ཅད་མྱུར་དུ་འཆར་བས་ཀྱི་ནི་ཕན་འདོགས་པའམ་གལ་ཆེན་པོ་ཡོད་དུས་ནི་ལུས་གནད་དེ་འགལ་ཆེན་པོ་ཡིན་ཟེར་ནས་དག་འདི་ན་གསུངས་ཡོད་རེད། བྱས་ཙང། རྟ་དེའི་ལུས་གནད་དེ་དཔེ་མི་སྲིད་དགག་ཆོག་པ་ཡིན་པ་དེ་རྒྱུ་མཚན་འདི་རེད། རེ་བ། འདི་དེ་འདི་དཔེ་ཆ་དཔེ་ཆ་ཤི་བཞག་གསུངས་ཡོད་ར་བྱས་ཙང། ལུས་རྣམ་སྣང་ཆོས་བདུན་བཅའ་བ་ལ་བརྟེན་ནས་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་བཞི་དེ་རང་ཞི་ལ་འགྲོ་བ་དང། ཨ་ནི། བདེ་དྲོད་ཀྱི་འགྲོས་དེ་གཏུམ་མོའི་འགྲོས་དེ་འབར་ནས། ཨ་ནི། བདེ་སྟོང་ཟུང་འཇུག་གི་གོ་འཕང་ཕྱག་རྒྱ་ཆེན་པོའི་གོ་འཕང་ཐོག་ཐུབ་ཀྱི་ཡོད། ཟེར་ནས་དཔེ་ཆ་འདིའི་ནང་གསུངས་ར་བྱས་ཙང་ང་རང་ཚོ་གི་རྣམ་སྣང་ཆོས་དེ་ལུས་སྒོམ་རྒྱལ་པོ་ཚོ་ཡན་ཅིག་མེད་ལུས་ཡག་པོ་བྱེད་དེ་ཡ་ལུས་ཡག་པོ་བྱེད་ཞུགས་ཤོག་ཟེར་ནས། ལ་དགོས་པའི་རྒྱུ་མཚན་འདི་ར་འདི་ཡོད་རེད་བ། དེ་ང་རང་ཚོ་མི་མང་པོ་ཅིག་གིས་ད་གར་དུ་ཞུགས་ན་ང་ཉམས་ལེན་བྱེད་ཐུབ་ཀྱི་མི་འདུག་ལྷ་བསྒོམ་ཐུབ་ཀྱི་མི་འདུག་སྔགས་ཏུ་ཆུ་འབྲང་ཐུབ་སྔགས་ཏུ་ཆུ་རིང་དྲགས་ནས་ཀློག་ག་ཤེས་ཀྱི་མི་འདུག་ཨ་བདེན་ལབ་ཀྱི་འདུག་མི་མང་པོས་ད་དེ་དེ་ལ་སེམས་ཁྲལ་དགོས་ཡོད་མ་རེད། དེ་བ་མཚམས་མཚམས་ང་རང་ཚོ་ད་ལས་ཀ་མེད་ཅི་བྱེད་འདི་བྱེད་མེད་ཉོབ་བསྡད་ཀྱི་འདུག་ད་ཉོབ་བསྡད་པའི་སྐབས་སུ་ལ་གང་ཡང་བྱེད་དགོས་མ་རེད་ཁྱེད་རང་ཚོ་ཁོ་རང་རྣམ་སྣང་ཆོས་བསྟོད་ནས་ལུས་པོ་དེ་ཡག་པོ་བྱས་ནས་བསྡད་ནས་ར་བ། དེ་ཐུབ་ན་སྐར་མ་བཅུའི་ཉི་ཤུ་དང་ཆུ་ཚོད་ཉིན་གཅིག། བདུན་ཕྲག་དང་ཟླ་བ་ལོ། ལོའི་བར་དུ་ཡང་ཁྱོད་རང་རྣམས་ན་ཆོས་དེ་གཅིག་པུ་ཉམས་ལེན་རྐྱང་བསྡད་པ་ཡིན་ན། ག་ལེ་ག་ལེ་ལ་དེ་ནི། སོ་སོ་གིས་ད་ཅིག་བདེ་སྟོང་བདེ་སྟོང་ཟུང་འཇུག་དེ་དེ་ཚོའི་གོ་འཕང་ཐོབ་འདོད་ཡོད་ར་རོ་ཨ་རྟོགས་པ་ཐམས་ཅད་རང་བཞིན་ལ་འགྲོ། ཨ་ནི་འདི། སྤྲེའུ་བཤིག་གི་ལས་དེ་སྤྲེའུ་བཤིག་གི་དེ་ནི་རྣམ་སྣང་ལུས་གནད་བསྟན་པ་ལ་དེ་ནི། ཨ་ཕྱི་རོལ་པའི་དྲང་སྲོང་ལྔ་བརྒྱ་དེ་ནི། དགྲ་བཅོམ་པའི་གོ་འཕང་ཐོབ་པ་ན་བཞིན་བྱས་ནས་བྱས་ཡོད་རེད། བྱེད་དང། ལུས་གནད་གཅིག་པུ་ལ་ཉམས་ལེན་བྱེད་པ་ཡིན་ན་ཀྲིག་ཡོར་བཏགས་ཀྱི་རང་ཚོར་བ། བྱེད་དང། དེ། གཟབ་དགོས་ཟེར་ནས་ངས།